དེ་ཡི་སྟེང་གི་ཡུལ་གཟུགས་སྒྲ་དྲི་རོ་རེག་བྱ་ལོངས་སྤྱད་དེ་ཞེས་བ། དེ་ལ་དམིགས་ནས་ནི། ཡིད་ལ་ཡང་ཚིམ་པ་སྐྱེ་ཡ། ཡིད་ལ་སིམ་པ་སྐྱེ་ཡ། དེ་སིམ་པ་ཟུབ་ཏུ་མ་ཟད་པས་ནི་ཆགས་པ་སྐྱེ་ཡ། འདོད་ཡོན་ལྔ་ལ་ཆགས་པས་ཆགས་པ་སྐྱེ་ཡ། དེའི་དབང་གིས་ནི། ཕུང་པོ་ལ་ཆགས། དེའི་དབང་གིས་ནི། དགའ་སོགས་ལས། ཚེ་རབས་ནི་ཚེ་རབས་སྐྱེ་བ་ནི་སྐྱེ་བ་བས་སྐྱེ་གནས་རྒྱུན་མ་ཆད་པ་བཞིན་དུ་དང་བླངས་དད་རྫུ་འཕྲད་ཡོངས་འདས་ཀྱི་བར། ས་དེ་འདྲ་ཡིན་དུས་དང་ང་རང་ཚོ་ལ། ཁ་སོག་རི་བོ་ཡིས་ང་རང་ཚོའི་མི་ཡི་ཉམས་མྱོང་གི་ཐོག་ནས་ཅིག་ཚིམ་པ་ཡོང་ཡ་ད་གཟུགས་སྒྲ་དྲི་རོ་རེག་བྱ་དེ་འདྲི་བཞིན་པ་རེད་ཨ་ནི་རྒྱ་གར་གྱི་ཡུལ་ཤུལ་དང་བསྟུན་ནས་ཚ་བའི་ལུང་པ་ལ་ཡ་ཨར་ཀམ་པ་འདི་སྤུས་པའི་དུས་བས་ཨ་ལོ་གེ་གེ་འདི་འདི་ད་མེ་ཏོག་ཀོ་མང་པོ་སོང་ཡ་དེ་རྒྱ་གར་ཚ་བའི་ལུང་པ་རེད་ང་ཚོ་བོད་ལ་མེ་ཏོག་གེ་མེད་པ་དཔེར་ན་ཨ་བྷོ་ཧོ་སོགས་རོ་བྱང་བྱང་འབྲོག་ས་ལ་ཕྱིན་པ་ཡིན་ན་རྩྭ་སྔོན་པོ་ཐོན་ཡ་ས་གེ་མེད་པ་སྐབས་རེ་ས་ཆ་ཆ་འདི་ཡོ་ཨར་བ་ད་ད་འདི་རྒྱ་གར་ལ་ཡ་བྱུང་པའི། ད་ཆོས་ཅི་རེད་ངས་རྒྱ་གར་གྱི་ཡུལ་ཤུལ་དང་བསྟུན་པའི་ད་ཆོས་པ་ཕུལ་ཡག་ཅེས་གསུང་གི་ཡོད་པ་རེད་དེ་སོང་ང། ད་དེ་འདྲ་ཡིན་དུས་ད་གང་ལྟར་འཇིག་རྟེན་གྱི་ཁམས་ན། ཅིག་ག་གཟུགས་རེད་པས་ཡིད་ཚིམ་པ་ཡོང་ཡག་གི་དབང་པོ་དྲུག་ལ་ཅིག་ད་ཚིམ་པ་ཡོང་ཡག་གི་ཅིག་ཆོས་ཟད་ཡིད་དུ་འོང་བ་བཟང་དགུ་དངོས་སུ་བཤམ་ཡག་དངོས་སུ་བཤམ་ཐུབ་པ་དངོས་སུ་བཤམ། དངོས་སུ་བཤམ་མ་ཐུབ་པ་ཡིད་ཀྱིས་སྤྲུལ། ད་སྡུག་བྱས་ནས་ཆོས་པ་འདོད་ཡག་སོང་བ་ཡིན་པ་རེད།

ཆོས་ཟད། སྤྲུལ་བའི་མེ་འབར་བར་བྱས་ཡིན་དུས་ཚད་ནི་ཡིག་འབྲུ་གྱི་ཕྱེད་པ་ཟླ་བ་ཡིན་དུས། སོ་སོའི་ལུས་ཀྱི་སྒོ་ནས་བསགས་པའི་དགེ་བ། ངག་གི་སྒོ་ནས་བསགས་པའི་དགེ་བ། ཡིད་ཀྱི་སྒོ་ནས་བསགས་པའི་དགེ་བ། མི་འདུག་མི་འདུག་ཟླ་བ་ནི། ཕྲན་བུ་ཕྲན་བུ་ང་ཚོ་ཡོད་རེད་པ་ད། འོ་ད་དེ་འདྲ་འདྲ་བའི་ལུས་ངག་ཡིད་གསུམ་གྱི་སྒོ་ནས་བསགས་ཞེས་པའི་ད་དགེ་བ། དཔེར་ན་ལུས་ཀྱི་སྒོ་ནས་ཕྱག་འཚལ་བ། ཅེས་ད་ག་ན་ཤིང་གི་ཀུན་སློང་བཟང་པོའི་ཐོག་ནས་མི་ལ་བའི་འཛུམ་བསྟན་པ། ད་འདི་རེད་དེ་རྒྱལ་བར་བ་ད་ཕ་རོལ་པོའི་རྒྱུད་རེད་ཡ་སེམས་ལ་དགའ་བ་སྐྱེ་སོ་སོའི་ངོས་ནས་ཡིན་ནའི་བསམ་པ་རྣམ་དག་གི་ཐོག་ནས་ཕན་སེམས་ཀྱི་ཐོག་ནས་བྱས་ན་དགེ་བ་འགྲུབ་བར་བ་ད། དེ་དང་ཡིན་ནའི་ངག་འཇམ་པོ་སྨྲ་ཡ། ཡུལ་ཁྱད་པར་ཅན་ལ་བསྟོད་པ་བརྗོད་ཡ་གཞུང་ཀློག་ཡ་དགེ་གཞུང་གི་ཚིག་འདོན་ཡ་གཟུངས་སྔགས་བགྲང་ཡ་དེ་འདྲའི་ངང་དུ་ངག་གི་དགེ་བ་ཡིན་ནའི་མི་ལ་བསླབ་བྱ་སྐྱེ་བ་མི་ལ་ཕན་བཏགས་ཡ་དེ་འདྲ་བོའི་དཔེར་ན་ང་ཚོ་གཅིག་གཉིས་བརྗེས་ད། ཕྱིས་དེ་བཞིན་མི་གསུམ་དྲིན་ལས་གཅིག་སྙིང་རྗེ་ཆེ་བསམ་པ་ཐག་པ་ནས་ཞེ་ཐག་པ་ནས་པའི་བྱམས་བརྩེས་ཀུན་ནས་གནང་སྟེ་སྙིང་རྗེ་ཆེ་ལབ་པ་ཡིན་ནས་ང་དགེ་བ་བསགས་འདུག་ཨ། རེ་བ་ཡ། ན་དེ་ནས་བཞིན་ཡང་ང་ཚོ་ང་གོ་ནས་ཏོག་ཙེ་ཁོང་ཁྲོ་ཟེར་བ་ཏོག་ཨ་བའི་རོ་ཟེར་རོ་བའི་པང་གོ་འདི་ཟེར་ལབ་དུས་ང་གོ་ནས་སྡིག་པ་བསགས་འདུག་ཨ། ང་གོ་ནས་མི་དགེ་བའི་ལས་བསགས་འདུག་ཨ། རེ་བ་ཡ། ད་དེ་འདྲ་རེད། ཟེར་ད་ག་འདྲ། ལུས་ཀྱི་སྒོ་ནས་དགེ་བ་བསྒྲུབ་བསྡད་པ་ང་གོ་ནས་དགེ་བ་བསྒྲུབ་བསྡད་པ་ཨ་ནི་ཡིད་ཀྱི་སྒོ་ནས། ཅིག། སྐྱབས་འགྲོ་དད་པ་སེམས་བསྐྱེད། བྱམས་པ་སྒོམ་པ་སྙིང་རྗེ་སྒོམ་པ། ཅིག། བདག་མེད་པའི་ཚུལ་བསམ་བློ་བཏང། དེ་ཚུལ་འཕྲལ་དེ། ཕན་ཡོན་བསམ་གྱིས་མི་ཁྱབ་པ། མདོ་རྒྱུད་མ་འགུལ་ནང་ལ་གསུངས་ཡོང་འདུག། དེའི་བདེན་པར་བ། སྡིག་པ་ལ་སྡིག་པ་རེ་ཟིན་བསྲུང་ངན་དེ། བསྲུང་ངན་དེ་དང། བྱང་ཆུབ་སེམས་བསྒོམ་ནས་ཕན་ཡོན་བཞི་པོ་ཡོད་བསྲུང་ངན་ནི་གཅིག་པ་རེད་དོ། བདེན་ན་བདེན་མཉམ་རེད་བ། དེ་ལ་དབྱེ་མེད་ཡིན་དུ་ཚང་ནས་དེ་ལས་འགྲོ་བའི་བདག། ཅིག་ང་རང་ཚོའི་གྷི་ཟི་ཐུ་ཐུག་གིས་ཅིག་སེམས་སྐྱིད་སྒོམ་ཡག་འདྲ་བོ། ཅིག་སྟོང་ཉིད་ཀྱི་ལྟ་བ་སྒོམ་ཡག་སོགས་འདྲ་བོ། ཅིག་ད་ག་ནས་ཞིག་གིས་ཅིག་དད་པ་སྒོམ་ཡག་འདྲ་བོ། ཅིག་མི་རྟག་པ་སྒོམ་ཡག་འདྲ་བོ། ཅིག་ག་སོགས་རེད་པས་ན། ད་ངེས་འབྱུང་གི་བློ་སྦྱང་ཡག་འདྲ་བོ། ནི་ཐར་པའི་ཡོན་ཏན་བསམ་པའི་ཐོག་ནས་ཅིག་ཡིད་རང་སྐྱེ་ཡག་སོགས་རེད་བོ། ཅིག་དེ་ཚོའི་གྲས་ཆེས་ཆེ་ག་བ་རེད་བོ་ད། ད་དེ་ཚོའི་གྲས་ཀྱི་ང་ཚོ་དགེ་རྩ་གང་ཡོད་པ་དེ་གྱིས་དེ་ནི་ཆོས་ཟད་ཀྱི་ངོ་བོ་ལ་བསྒྱུར་ནས། ནི་གྲུབ་པའི་ཆོས་པ་ཡིན་རེད། རྒྱལ་བ་དགྱེས་ན་དེས་དགྱེས་ཀྱི་རེད་བ། རང་གི་བླ་མ་བསྐྱེད་ནས་འདི་བསྐྱེད་ཀྱི་རེད་པ། ད་ལྟ་ནི་སྒྲུབ་པའི་མཆོད་པ་དེ་གཅིག་སོ་སོའི་སྤོབས་པ་དང་བཅས་ནས་ཕུལ་ཡག་རེ་བྱུང་བ། གཞན་ཡིག་འབྲུ་གི་མཆོད་པ་ནི་ནི་གཅིག། ཡང་ངས་ལོ་རྒྱུས་བཤད་ག་ལོ་རྒྱུས་ཕྱོགས་སྐད་མ་ལོ་རྒྱུས་ཕྱོགས་མ་བཤད་ག་གལ་སྲིད་མི་གལ་ང་ཚོ་དོགས་ཞེ་བརྟན་ལ་ཡང་དེ་བདག་སྒྲིག་མི་བྱེད་ང་ཚོ་མི་གལ་ད་ག་ཟུག་རེད་མཆོད་འབུལ་གྲུབ་ཚར་རེད་ཅེས་ལ་ང་ཚོ་ཉིན་གུང་ཁ་ལག་ཟས་པ་རེད། ཉིན་གུང་ཁ་ལག་ཟ་དུས།

ཁོས་ཡི་གེའི་ཚོགས་ལ་བལྟས། ཨ་ཁ་དེའི་ཚོགས་ཚད་ཅིག་ང་རའི་སྦུ་གུ་ནང་ལ་འཁྱིལ་ཡོང་ནས་ང་རའི་སྦྱོར་ལག་ནང་ལ་འཁྱིལ་ཡོང་ནས་ཡོང་ཡོད་བསམ་དྲན། མི་སྒེར་ཁ་ལག་ཟེར་དུས་ཡོག་མ་རེད། བག་ལེ་ཡོག་མ་རེད་བག་ལེ་ཞིག་མི་འདུག་གི་ཞེས་པ་དེ་ཡོག་མ་རེད། ས་ཨེ་ཀའི་ཞུ་སྒོར་རིན་པོ་ཆེ་སོགས་ཞུས་པའི་ངེས། ཨ་ད་ང་ཚོ་བླ་མ་ཚོས་ནམ་རྒྱུན་མི་ལ་ཕ་ཝང་ཀུ་དུས་ཟེར་ནས་མོས་པ་ཆེ་མོས་པ་ཆེ་ཟེར་ནས་རྟག་པར་ལབ་གི་ཡོག་རེད་བ། ད་དེ་རིང་མ་བྱན་ཚོས་ཡ་ང་ཚོ་ཚོ་བག་ལེ་ཡོད་པས་མོས་པ་ཆེ་ཟེར་ནས་ལབ་འདྲ་འདུག་ག་ཚད་ཡིན།

དེ་ནས་སྡིག་པ་བཤགས་པའི་ཡན་ལག་ནི། འདོད་ཆགས་ཞེས་པའི་ཚིགས་བཅད་གཅིག་སྟེ། རྒྱུ་དུག་གསུམ་ལ་བརྟེན་ནས་གཞི་ལུས་ལ་སོགས་པ་གསུམ་གྱི་རང་བཞིན་གྱིས་ནི། བདག་གིས་བགྱིས་པ་སྟེ་རང་བཞིན་ནི་བདག་གིས་བགྱིས་པ་སྟེ། དེ་ཡང་དངོས་སུ་རང་གིས་བྱ་བ་དེ་ལ་ཞུགས་པ་དང་གཞན་བྱེད་དུ་འཇུག་པ་དང་གཞན་གྱིས་བྱས་པ་ལ་ཡི་རང་ངོ་དེ་དག་ཐམས་ཅད་སྤྱིར་བསྡུས་པ་ནི་ཅི་བྱིས་པ་ཞེས་པ་སྟེ་དེ་དག་གིས་ཉེས་དམིགས་དྲན་ནས་སྔ་མ་ལ་འགྱོད་ཅིང་ཕྱི་མ་ལ་བསྡམས་པའི་སེམས་ཀྱིས། སྙིང་དག་པ་ནས་བཞག་ན་སྔ་ཆད་འཕེལ་བ་སྔ་ཆད་འཕེལ་བ་ཆད་ཅིང་ཕྱི་མ་རྣམས་འཕྲོ་ཆད་དོ། ད་སྡིག་པ་བཤགས་ཡ་ཟེར་ཏེ། རྗེ་བཙུན་མི་ལས། སྡིག་བཤགས་པའི་ཨེ་དག་བསམ་པ་ན་དགེ་བ་བྱས་ན་དག་པ་ཡིན་གསུང་བ་ནང་བཞིན་གྱི་སྡིག་པ་དག་མ་དག་ཟེར་ཏེ། དགེ་བ་ཡོད་མེད་ཐུབ་པ་ཡིན་པ་རེད། ད་ག་ས་ཁ་ནས་མ། ཅི་ཞིག་ཆགས་སོ་བས་སླར་མི་བགྱིད་དོ་ཟེར་ནས་བརྒྱ་ཐམ་པ་སྟོང་ཐམ་པ་བཤད་ན་ཡང་སེམས་ཀྱི་ནང་ལོགས་ལ། སྔར་ཆད་ལ། དགེ་བ་དང་ཕྱིན་ཆད་སྲོག་ལ་བོ་ཀྱང་མི་བྱེད་སྙམ་པའི། དེ་འདྲའི་གི་བོད་ཀྱི་ག་སོག་རེད་སྡོམ་སེམས་དང་འགྱོད་པ་བྱས་ནས་མེད་པ་ཡིན་ན་ཤག་པ་ཡང་མེད་པ་རེད་ས་དེ་འདྲ་ཡིན་དུས་གཙོ་བོ་གཙོ་བོ་དེ་སྔོན་ཆད་ད་ག་སོག་གོས་ར་སྡིག་པའི་ཉེས་མིང་བསམ་ད་ངས་སྔར་པའི་སྡིག་པ་བསག་བཞག་པ་དེ་དེ་ད་པས་བསག་བཞག་མགོ་ལོག་རྩེ་བཞག་བསམ་པ་བྱེད་ཀྱི་དྲན་དགོས་ཀྱི་ཡོད་རེད་དེ་ཡོང་བ་ལ་ཡང་སྡིག་པའི་ཉེས་མིང་བསམ་དགོས་པ་རེད་དེ་ལ་ཡང་གོ་བའི་ཉེས་མིང་བསམ་དགོས་པ་རེད་སྤྱིར་ངན་འགྲོའི་སྡུག་བསྔལ། ར། སྤྱིར་འཁོར་བའི་ཉིད་སྡུག་བསྔལ། ཡང་སྡུག་བསྔལ་འབྲུ་སྡུག་བསྔལ་འདིར་བསམ་དགོས་པ་རེད། ས་མཐར་གཏུགས་ཡོང་དུས་ཉོན་མོངས་ཀྱི་ཉེས་དམིགས་ག་ཚད་ཤུགས་ཆེ་བསམ་བློ་འཁོར་བ་དེའི་ཚོད་ཀྱིས། སྡིག་པ་ཅིག་ཡིན་ཕྱིན་ཆད་ལ། གང་ལྟར་ཉོན་མོངས་ཀྱི་གཞན་དབང་དུ་སོང་བ་ཤ་སྟག་རེད། ཇི་སྲིད་ཉོན་མོངས་ཡོད་པ་དེ་སྲིད་དུ་སྡིག་པའི་ལས་སྣ་ཚོགས་པ་ཅིག་རང་ཤུགས་ཀྱིས་ཡོང་ཡ་རེད། ས་དེ་འདྲ་ཡིན་པའི་ཚེ་ན་ཁོ་ལན་ཚ་དུག་རྩ་རུ་ཁོ་ཉོན་མོངས་དུག་གསུམ་རེད། ད་ང་རང་ཚོའི་རྒྱུད་ལ་ཡང་ཉོན་མོངས་དུག་གསུམ། རང་ཡང་ཕུང་བར་བྱེད་ངེས་ཉོན་མོངས་རེད་ཤག་གཞན་ཡང་ཕུང་བར་བྱེད་ངེས་ཉོན་མོངས་རེད་ཤག་གཅིག་ཕུང་ངེས་དེའི་ཉོན་མོངས་རེད་སྒེར་ཕུང་ངེས་དེའི་ཉོན་མོངས་རེད་འཕྲལ་དུ་མ་སྐྱེས་པའི་ཉོན་མོངས་གཟུགས་ཀྱི་ཕུག་ལ་གནོད་པ་དེའི་ཉོན་མོངས་བྱས་ཡོང་གི་བ་དེ་འདྲ་ཡིན་པ་ཡིན་དུས་ས་ནས་ཉོན་མོངས་ཟེར་ཡ་དེ་ལ་ཡ་ཞེས་ཐག་པ་ནས་གོ་ཉོན་མོངས་ཕག་ལ་མེད་པ་དང་སོ་ཐུག་གོ་མི་འདུག་དེ་ཡིན་ནའི་ཞེས་ཐག་པ་ནས་ཉོན་མོངས་ཟེར་ག་དེ་སྤང་དགོ་སྤང་ཤག་ཡིན་ད་བསམ་བར་བ་གཅིག་གི་བསམ་བློའི་ནང་ལ་ཡ་གཅིག་སླེབས་པར་བྱུང་ན་ཨ་ནི་ད་ང་རང་ཚོས་ཉིན་ཞག་ཕྲུག་གཅིག་ནང་ལོག་ལ་ཉོན་མོངས་ག་འདྲ་སྐྱེས་ཀྱི་འདུག་བ་ག་འདྲ་སྐྱེས་ཀྱི་འདུག་བ། ཉོན་མོངས་དེའི་དབང་གིས་ལས་ག་འདྲ་ཟ་གི་འདུག་ག་ད་དེ་སྐད་དེ་ཆའོ། ད་ཐུག་གིས་གཞན་དབང་ལ་ཕྱིན་ནས་ད་ཁབ་ཏོ་འདི་མ་གཏོགས་བྱུང་མི་འདུག་བསམ་ནས་ཅིག་བློ་ལ་དྲན་པ་ཡིན།